ལྟ་འདི་ཤེས་པར་བྱ་བ་འདི་ལ་རྩ་བའི་ས་བཅད་རྣམ་པ་གཉིས་ཤེས་བྱ་སྤྱི་ལྡོག་ནས་གཏན་ལ་འགས་པ་དང་ཤེས་བྱའི་ཚུལ་མི་རང་བཞིན་ངེས་པར་བྱ་བ་གཉིས་ཡོད་པ་ལས་ཁ་གསུམ་བབས་པ་གཉིས་པ་བཤད་པའི་སྐབས་དེ་ལ་ཡང་མཚན་ཉིད་དང་མཚན་གཞི་བཤད་པ་གཉིས་ཡོད་པ་ལས་ཁ་གསུམ་བབས་པ་མཚན་གཞི་བཤད་པའི་སྐབས་དེ་ལ་ཡང་མངོན་སུམ་བཤད་པ་དང་བྱེད་པ་བཤད་པ་གཉིས་ཡོད་པ་ལས་དང་པོ་བཤད་པའི་སྐབས་དེ་ལ་ཡང་མངོན་སུམ་ཡང་དག་ལོག་ཆོས་མངོན་སུམ་དང་ནི་ཚད་མ་དང་འབྲས་བུ་བཤད་པ་གསུམ་ཡོད་པ་ལས་ཁ་གསུམ་བབས་པ་ཚད་མ།

དང། ཚེ་འབྲས་ཀྱི་རྣམ་གཞག་ཁྱད་པར་ལྡན་ལ་ཡང། རྩ་བའི་ས་བཅད་རྣམ་པ་བཞི་ཡོད་རོ། དང་གསུམ་པ། དོན་རིག་གི་ཚེ་འབྲས་ལ་དོགས་པ་བྱས་ནས་རང་རིག་འབྲས་བུར་བསྟན་པ་ཟད་དེ་རེ་བ། ད་དེའི་བསྟན་པ་འདི་ལ། མདོར་བསྟན་པ་དང་རྒྱས་པར་བཤད་པ། རྩོད་པ་སྤོང་བ། གསུམ་ཡོད་པ་ལས། ད་མདོར་བསྟན་པ་གོང་དུ་སོང་ནས་གཉིས་པ། རྒྱས་པར་བཤད་པ་དེ་རེད།

རྩོད་པ་སྤང་བ་གསུམ་མེད་པར་འདའ་གལ་བར་བཤད་པ། ད་འདི་ལ་ཡང། དོན་ཚན་རྣམ་པ་བདུན་གྱི་ཐོག་ནས་མ་གསུང་གི་འདུག་དོན་ཚན་རྣམ་པ་བདུན་གྱི་སྒོ་ནས། ད་དེ་མདོར་བསྟན་པའི་སྐབས་ལ་ག་རེ་གསུངས་པ་རེད་ཟེར་ན། ཚན་གྲལ་གསུམ་དཔེ་གྱི་དངོས་བསྟན་གྱི་ཚན་གྲལ་དེ། མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་གི་ལུགས་སུ་སྦྱར་བ་རེད། བྱ་འདྲེ་གསུམ་པ་དེ་སེམས་ཙམ་པ་དང་དོན་བསྟན་པ་གཉིས་ཀ་གི་ལུགས་རེད། རེད་བ། གཉིས་ཀ་གི་ལུགས་རེད། ཡིན་ན་ཡང་ཐུན་མོང་བ་མ་རེད་ཟེར་ནས། དུ་གསུངས་པར་བ་བདག་གིས་དོར་བསྟན་པའི་སྐབས་ལ་དགོངས་འདུག་ད་རྒྱས་པར་བཤད་པའི་སྐབས་ལ་ཡང། ཚེ་འདྲེ་གསུམ་པ་དེ་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་གི་ལུགས་ཡིན་པ་དོན་ཚན་རྣམ་པ་བདུན་གྱི་ཐོག་ནས་དེ་མ་བཤད་ཀྱི་ཡིན་ཟེར་བ་རེད་ད། ད་ང་ཚོ་དང་པོ་འདི་ལ་ཡང་གཞུང་གཅིག་ངོས་བཟུང་པ་བྱེད་དགོས་རེད། ཚན་ཁྲི་གསུམ་པ་བསྟན་བྱེད་ཀྱི་གཞུང་དེ་དེ་རུ་ཕྱི་རུ་འདོན་ནི་ཡོད་ན་ཡང་ཟེར་དེ་ད་དེ་ནས་མ་བྱས་རེད་འདུག་ད་ཡིན་ན་ཡང་ད་རིགས་དེར་ས་བཅད་ལ་དངོས་སུ་ཡོད་པ་དེ་ད་ལྟ་ཕྱི་རུ་འདོན་ནི་ཡོད་ན་ཡང་ཟེར་གྱི་ཚིག་རྐང་གཅིག་པོ་དེ་རེད་ཡིན་ན་དེ་ཙམ་གྱི་ཚེགས་ཡོད་མ་རེད་བ།

ས་བཅད་གཉིས་ཀྱི་ཐོག་ནས་གླེགས་ཡོད་ས་རེད། དང་པོ་སྡོམ་ཞིག་གི་དོ། སྡོམ་ལ་འདི་ཀ་སུ་ལྟ་འདི་རེད། ས་བཅད་བདུན་གྱི་སྡོམ་འདི་རེད། གཞུང་གི་སྐབས་དང་ཞལ་བྱ་ཡང་འདྲ་དང་ཚད་མ་འབྲས་བུ་བཅད་དང་མ་བཅད་དང་ཡིད་ཆེས་ལུང་ལས་མདོ་སེམས་གཉིས་ཀ་ལ་འབྲེལ་དོགས་ཚུལ་འདིར་ཐོས་པར་ཁོས་མཐོང་ཟད་དེ་ད། དོན་ཚན་རྣམ་པ་བདུན་གྱིས་སྟོན་དགོས་པ་རེད། དེ་ལ་དོན་ཚན་རྣམ་པ་བདུན་གྱི་སྒོ་ནས་ཚན་འབྲེལ་གསུམ་པའི་དངོས་བསྟན་གྱི་ཚན་འབྲེལ་དེ་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་ལ་བྱ་རས་ཡོད་པ་གཅིག་སྟོན་དགོས་པ་རེད། ད་དེ་སྡོམ་ཚན་བདུན་པོ་དེ་ག་རེ་སྟོན་དགོས་རེད་ཟེར་ན། གཞུང་གི་སྐབས་ཟེར་དེ་གྱི་དོན་ཚན་གཅིག་རེད། དེ་ནས་བཞག་བྱ་ཟེར་དེ་གྱི་གཉིས་རེད། ཡང་གྲགས་ཟེར་དེ་གྱི་གསུམ། ཚད་མ།

ཡ། ད་འབྲེལ་ཐོག་དུས་སུ་ཐད་པར་འཁོད་ཡོད་དོངས། ཞེས་པ་སྟེ། ད་འདི་ལ། དོན་ཚན་བདུན་ཐམ་པ་ཡོད་པ་ལས་དང་པོ་ད་གཞུང་གི་སྐབས་སྦྱར་བ་དེ་རེད། གཞུང་གི་སྐབས་གཉིས་ཀ་ལ་སྦྱར་བ། ད་གཞུང་གི་སྐབས་གཉིས་ཀ་ལ་སྦྱར་བ། ད་གཞུང་གི་སྐབས་ཟེར་ན། ད་ཚད་མ་རྣམ་འགྲེལ་གྱི་ནང་ལོགས་ལ། ཚད་འབྲེལ་དང་པོ་གཉིས་པ་གསུམ་པ་ཟེར་ནས་མ་བཏོན་དཔེ་གྱི་བཏོན་ཐང་ཆེ་བར་བ།

ཚན་རིག་གསུམ་པ་དེ་མདོ་སྡེ་པའི་ཁོ་ན་གི་ལུགས་ཡིན་པ་ཡིན་ན་ད་ཅུང་ལེགས་ཀྱི་འདུག་ཟེར་གྱི་ཡོད་རེད། དེ་ནས་སེམས་ཙམ་པའི་ཁོ་ན་གི་ལུགས་ཡིན་ན་ཡང་ཅུང་འདུག་ཟེར་གྱི་ཡོད་རེད། དེའི་རྒྱུ་མཚན་གྱིས། གཞུང་གི་སྟོན་སྟངས་ལ་བསམ་བློ་བཏང་པ་ཡིན་ན་ཡང། མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་ལ་བྱ་རེ་ཡོད་པ་ཅིག་སྒྲུབ་ཐུབ་ཀྱི་འདུག་ཟེར་ནས་སྟོན་གྱི་རེད་དོ་ཟླ་རྡོག་རྡོག་དེ་དུས་སྟོན་ལེགས་ཀྱི་རེད། ད་དེ་འདྲ་རེད། མདོ་སྡེ་པའི་ཁོ་ནའི་ལུགས་ཡིན་ན་ཟེར། གལ་སྲིད་ཚན་རིག་གསུམ་པ་དེ་མདོ་སྡེ་པ་ཁོ་ན་གི་ལུགས་ཡིན་ཟེར་ཁས་བླངས་པ་ཡིན་ན། གར་བྱེད་དགོས་རེད་ཟེར་ན་གདོན་རིགས་ཀྱི་ཚེ་འདྲེ་རྫོགས་ནས་གནམ་རིག་པའི་ཚེ་འདྲེ་མ་བྱུང་གི་བར་དུ་དེར་བྱུང་རིགས་ཟེར་ཏེ་བསམ་པ་ལ། གལ་སྲིད་ཚེ་འདྲེ་གསུམ་པ་དེས་གདོན་རིགས་ཚེ་འདྲེ་ལ་རྡོག་པ་བཅད་ནས་རང་རིགས་འབྲས་བུར་བསྟན་པའི་གི་ཚེ་འདྲེ་དེ། མདོ་སྡེ་པའི་ཁོ་ན་གི་ཚེ་འདྲེ་ཡིན་པ་ཡིན་ན། དེ་ནི་གནམ་འདྲེ་གྱི་གཞུང་གི་ནང་ལོགས་ལ། གདོན་རིགས་ཚེ་འདྲེ་དེ་ཚར་ནས་དེ་གནམ་རིག་ཚེ་འདྲེ་མ་བྱུང་གི་བར་རོ་ལ་དེའི་རྗེས་སུ་འབྱུང་དགོས་རོ་བ།

མདོ་སྡེ་པའི་གདོང་རིས་ཀྱི་ཚན་ཁྲི་ཁོ་ན་ལ་བདོག་པ་གཅོད་བྱེད་ཡིན་ཟེར་ནས་ཁྱོད་རང་གིས་ཁས་བླངས་གི་འདུག་ཨ། དེ་སེམས་ཙམ་པའི་ལུགས་ལ་ཡོག་མ་རེད་ཟེར་ནས་ཁྱོད་རང་གིས་ཁས་བླངས་གི་འདུག་ཨ། དེ་འདྲ་ཡིན་པ་ཡིན་ན། དེ་ནི་དེ། གདོང་རིས་ཚན་ཁྲི་ལ་བདོག་པ་གཅེས་ནས་རྣམ་རང་རིག་འབྲས་བུར་སྟོན་པའི་གི་ཚན་ཁྲི་དེ་ག་བ་ལ་སླེབས་དགོས་རེད་ཟེར་ན། གདོང་རིས་ཚན་ཁྲི་ཚར་ནས། རྣམ་རིག་སྨྲ་བའི་གི་ཚན་ཁྲི་དེ་མ་བྱུང་གི་དཀྱིལ་མ་ལ་སླེབས་དགོས་རེད་དེ། ཡིན་ན་ཡང་དེ་འདྲ་མི་འདུག་ཨ། ང་དེ་གསུང་གི་ཡོད་རེད། དེ་ནི་གལ་སྲིད་སེམས་ཙམ་པ་ཁོ་ནའི་ལུགས་ཡིན་ན། སེམས་ཙམ་པ་ཁོ་ནས་ལུགས་ཡིན་ན། རང་རིག་ཅན་ནས་རབ་ཏུ་ཤེས་ཅེས་པའི་འོག་ཏུ་འབྱུང་བར་རིག་ཟེར་ད། དེ་གལ་སྲིད། གདོན་རིགས་ལ་སྐྱེས་ནས། རང་རིག་འབྲས་བུར་བསྟན་པའི་ཚེ་འབྲས་དེ་སེམས་ཙམ་པ་ཁོ་ན་གི་ལུགས་ཡིན་ཟེར་དེ་འདྲའི་ཁས་བླངས་པ་ཡིན་ན། ད་གཞུང་ག་བ་ལ་སླེབས་དགོས་རེད་ཟེར་ན་ག་བ་ལ་བརྟོན་དགོས་རེད་ཟེར་ན་རང་རིག་ཅན་ནས་རབ་ཏུ་ཤེས་ཟེར་ནས་འདི་གི་རྗེས་ལ་འབྱུང་དགོས་རུ་བ།

དེ་ནས་དེ་ཙམ་མ་ལ། གཞུང་བསྟན་སྟངས་ཀྱི་གོ་རིམ་ལ་བསམ་བློ་བཏང་བ་ཡིན་ན་ཡང། མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་གི་ལུགས་སུ་སྦྱར་དགོས་པ་ཡིན་པ་ཅིག་ཧ་གོ་ཐུབ་ཀྱི་འདུག་གསོལ་གོ་རེ་ད། ད་དེ་ཚོ་ད་ང་ཚོ་གཞུང་འདི་མེད་དུས་ཙམ་མ་ལ་ལྟོས་ན་གོང་ནང་ལ་བརྡ་འཕེན་རྒྱུ་འདྲ་བོ་ཅིག་རེད། གང་ཡིན་ཟེར་ན་ད། ངོ་མ་བྱས་ན་ནི་གཞུང་གི་སྐབས་ལ་སྦྱར་དུས་སྐབས་སུ། རྣམ་འགྲེལ་གྱི་གཞུང་འདི་ཡི་ཐོག་ལ་སྦྱར་དགོས་དགོས་འདུག། རྣམ་འགྲེལ་གྱི་གཞུང་ཚིག་ག་འདྲས་ག་རེ་ཀི་ལ་བྱུང་འདུག་ཚན་འགྲེལ་དང་པོ་དགའ་བ་ལ་བྱུང་འདུག་དེ་ནས་ཚན་འགྲེལ་གཉིས་པ་ག་རེ་བཤད་འདུག་དེ་ནས་ཚན་འགྲེལ་གསུམ་པ་ག་འདྲས་བཤད་འདུག་ཨ་ནི་བྱས་ཙང་འདི་ཕར་གཞུང་རང་ལ་སྦྱར་ནས་ཨ་ནི་འགྲེལ་བཤད་བྱ་དགོས་ཀྱི་རེད་འདུག། ཡིན་ནས་དེ་འདྲ་མ་བྱུང་པ་ཡིན་ཙང་ད་རིག་གཏེར་གསར་བརྗེ་གནང་ལུགས་ལ་ཨ་ནི་རྣམ་འགྲེལ་གྱི་གཞུང་ཆ་ཚང་བ་བྱེད་མི་དུས་སྐབས་སུ་ད། ད་ག་ཟེ་ན་གོང་ནང་ལ་ད་ཕན་ཆོད་འདྲ་བོ་བྱེད་མི་འགྲོ། ད་ཡིན་ན་ཡང་གང་ལྟར། འདི་གི་དོན་ཐ་དོག་དོག་རེ་རེའི་སྙིང་པོ་དེ་ག་རེ་ཧ་གོ་གོ་རེད་ཟེར་ན། རྣམ་གྲོལ་གྱི་ནང་ལོགས་ལ། གཞུང། བསྟན་ཐང་གི་གོ་རིམ་སྤྱི་བོར་བ། ཚན་ཁྲི་དང་པོ་གཉིས་པ་གསུམ་པ་ལ་སོགས་པ་གཏན་འབེབས་ཀྱི་གོ་རིམ་ལ་བསམ་བློ་བཏང་པ་ཡིན་ན་ཡང། གདོང་རིགས་ལ་དཔྱད་ནས་རང་རེས་འབྲས་བུར་ཐོན་པའི་གི་ཚན་ཁྲི་འདི། ཨ་ནི་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་གི་ལུགས་སུ་སྦྱར་དུ་རུང་བ་ཡིན་པ་ཅིས་སྟོན་ཐུབ་ཀྱི་འདུག་ཟེར་དེ་རེད་ད་གཞུང་གི་སྐབས་ལ་སྦྱར་ནས་གཉིས་ཀའི་ལུགས་སུ་སྦྱར་བ་ཟེར་ཏེ། འདས་ཙམ་ཧ་གོ་ན་འགྲིག་རེད་ད། དེས་ན་ཟེར་ད། རྒྱུ་མཚན་འདི་འདྲ་ཡིན་ཙང་ཟེར་དེ་ཡིན་ན། མདོ་སྡེ་པའི་ལུགས་ཀྱི་ཕྱི་དོན་ཤེས་བྱ་ལ་གདོང་རིགས་འབྲས་བུར་འབྱེད་པའི་ཚིག་འགྲེལ་དང། གནམ་རིག་པའི་ལུགས་ཀྱིས་གཟུང་རྣམ་ཤེས་བྱ་ལ་རང་རིག་འབྲས་བུར་འབྱེད་པའི་ཚེ་འབྲས་དང། ཐ་སྙད་དུ་ཕྱི་དོན་ཤེས་བྱ་ལ་ཐ་སྙད་དུ་དོན་རིག་འབྲས་བུར་འབྱེད་པའི་ཚེ་འབྲས་གཉིས་ཏེ་གསུམ་བཤད་ཟིན་པའི་རྗེས་སུ་ཚེ་འབྲས་འདི་ལ་ན། དོན་རིག་ཚེ་འབྲས་ལ་ལྡོག་པ་བཅད་ནས་རང་རིག་འབྲས་བུར་འབྱུང་བས། ཚེ་འབྲས་འདི་འབྱུང་བས་གཟུང་རྣམ་ཤེས་བྱ་ལ་རང་རིག་འབྲས་བུ་ཡིན་པར་མ་ཟད་ཕྱི་དོན་གཞལ་བྱ་བཅས་པ་གཉིས་པོ་ལ་ཡང། རྗེས་ཀྱི་ངེས་ཤེས་ཀྱི་ཤེས་ངོ་ལ་ལྟོས་ནས་དོན་རིག་འབྲས་བུར་བཞག་པ་ཡིན་གྱི། ད་དེ་འདྲ་དེ་ཙམ་མ་ལགས། དེས་ན་ཟིན་ཐོ་ཙམ་པ་དང།

དེའི་རྗེས་སུ་རྣམ་རིག་པའི་ལུགས་ཀྱིས། ད་སེམས་ཙམ་པའི་ལུགས་ཀྱིས་གཟུང་རྣམ་གཞལ་བྱ་ལ། རང་རིག་འབྲས་བུར་འབྱེད་པའི་ཚེ་འབྲས་དང། དེ་ནས་ཐ་སྙད་དུ་ཕྱི་དོན་གཞལ་བྱ་ལ། ཐ་སྙད་དུ་གདོན་རིག་འབྲས་བུར་འབྱེད་པའི་ཚེ་འབྲས་གཉིས་ཏེ་གསུམ། ཤེས་ཚ་བས་ཀྱི་རྗེས་ལ། ཚེ་འབྲས་གསུམ་པ། གདོན་རིག་ལ། ཅེས་ནས་རང་རིག་འབྲས་བུར་བསྟན་པ་སེལ་བས་ཀྱི་ཚེ་འབྲས་དེ་འབྱུང་གི་འདུག་བ།

མཐུན་མོང་བ་ཚན་འབྲེལ་དེ་རེད། དེ་ནི་ཐ་སྙད་དུ་ཁྱི་དོན་ཞེས་བྱ་ལ། ཐ་སྙད་དུ་གདོན་རིགས་སྤྲས་པར་བྱེད་པའི་ཚན་འབྲེལ་གཉིས་ཟེར་ནས་དེ་སེམས་ཙམ་གནམ་བསྟན་པ་ལ་ཡོད་རེད་གནམ་འཛིན་པ་ལ་ཡོད་རེད་བ་ཁ་ཁ་འོ་སྒྲོ་དང། འོང་དེ་ལྟ་བུ་བྱས། དེ་ནི་གཉིས་ཏེ་སྡོམ་གསུམ་བཤད་ཟིན་པའི་རྗེས་སུ་ནི་ཚན་འབྲེལ་དེ་འབྱུང་བས། དེ་ནི་ཚན་འབྲེལ་འདིའི་ལ་དེ་སྐབས་སུ་གདོན་རིགས་ལ་དཔྱད་ནས་ནི་ཚན་འབྲེལ་དེ་འབྱུང་གི་འདུག། ཡང་གང་ལྟར་དེ་འདྲ་རེད་ཞེས་དང།

གཟུང་རྣམ་གཞལ་བྱ་ལ། གཟུང་རྣམ་གཞལ་བྱ་དེ་ལ། ནི་རང་རིག་འབྲས་བུ་ཡིན་པར་མ་ཚད་ལ་དེ་སྐབས་སུ་ད་གཟུང་རྣམ་གཞལ་བྱ་ཡིན་ན་ད་འཛིན་རྣམ་ཚད་མ་རང་རིག་འབྲས་བུ་འགྲོ་ཁྱབ་པ་ཡོད་རེད་བ། གཟུང་རྣམ་གཞལ་བྱ་འཛིན་རྣམ་ཚད་མ་རང་རིག་འབྲས་བུ་ཟེར་ནས་འདི་ཡིན་པའི་ཁྱབ་པ་མ་ཟད། ཕྱི་དོན་གཞལ་བྱ་བྱས་ནས་ད་ཕྱི་དོན་གཞལ་བྱ་བྱས་པ་ད་ཕྱི་དོན་གཞལ་བྱ་ད་གཉིས་ཀ་ལ་ཡོད་རེད་བ་མདོ་སྡེ་པ་སེམས་ཙམ་པ་གཉིས་ཀ་ལ་ཡོད་རེད་བ། ཕྱི་དོན་གཞལ་བྱ་ཟེར་ནས་ཕྱི་དོན་གཞལ་བྱ་གཟུང་རྣམ་ཚད་མ་ཟེར་སྐད་ཆ་གཅིག། ཕྱི་དོན་ཞབས་སྦྱར་བྱས་པ་ཨ་སེ་ད་ཕྱི་དོན་དེ་ཞབས་སྦྱར་བྱས་པ་སེམས་ཙམ་པ་ལ་ཡང་ཡོད་རེད་མདོ་སྡེ་པ་ལ་ཡང་ཡོད་རེད་འོ་གཉིས་པོ་ལ་ཨ་སེ་ཕྱི་དོན་ཞབས་སྦྱར་བྱས་པ་མདོ་སྡེ་པ་དང་སེམས་ཙམ་པ་གཉིས་པོ་ལ། གཉིས་པོ་ལ་ཡང། རྗེས་ཀྱི་ངེས་ཤེས་ཀྱི་ལ་དེའི་སྐབས་སུ། ད་ཕྱི་དོན་ཡུལ་དུ་བྱས་པའི་དབང་ཤེས་ཀྱི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་ལ་གྱོ་རེད་རྗེས་ཀྱི་ངེས་ཤེས་ཀྱི་ལ་ན་ད་བདག་གིས་ཞོགས་ཀྱི་མང་པོ་འགྲོ་སོང་བ་དེའི་ཐོག་ལ། རྗེས་ཀྱི་ངེས་ཤེས་ཀྱི་ལ་ན། ཕྱི་དོན། སྣང་བའི་དབང་ཤེས་སྤྱོར་བ། ཕྱི་དོན་སྣང་བའི་དབང་ཤེས་ཀྱི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱིས། གཞན་ངོ་ལ་ལྟོས་ནས་འདིའི་ངེས་ཤེས་ལ་ལྟོས་ནས་ད་འདི་གི་ངེས་ཤེས་ཀྱི་བསམ་བློ་བཏང་ཐང་ལ་ལྟོས་ནས་ཡ། ཅེས་ཀྱི་ངེས་ཤེས་ཀྱིས་གཞན་ངོ་ལ་ལྟོས་ནས་ལ་ནི། དབང་ཤེས་ཀྱི་རྒྱུ་རྗེས་ནས་སྐྱེས་པའི་དབང། ངེས་ཤེས། འདི་གི་ངོ་ལ་ལྟོས་ནས།

ད་ག་ན་ཞིག་གཅིག་པ་གཅིག་བྱང་སེམས་ཙམ་པ་གྱིས་ཡང། ཕྱི་རོལ་དོན་དུ་སྣང་བའི། ཨ་ནི། ཕྱི་རོལ་དོན་དུ་སྣང་བའི་དབང་ཤེས་སྤྱོར་བ། ཕྱི་རོལ་དོན་དུ་སྣང་བའི་དབང་ཤེས་ཀྱི་རྗེས་སུ་སྐྱེས་པའི་ངེས་ཤེས་སྤྱོར་བ། དེ་ཡི་ངེས་ཤེས་དེ་གིས་དབང་ཤེས་དེ་གི་ཡུལ་ཕྱི་དོན། དབང་ཤེས་དེ་གི་ཡུལ་ལ་གོ་ར་དང་དབང་ཤེས་བག་ཆགས་ཀྱི་སྟེ་དཔེ་གྱི་ཕྱི། ཕྱི་རོལ་དོན་དུ་སྣང་བ་སྤྱོར་བ་སྣང་བ་སྤྱོར་བ། དེ་སྣང་བ་དེ་ལ། དབང་ཤེས་ཀྱི་རྗེས་སུ་སྐྱེས་པའི་ངེས་ཤེས་དེ་གིས་ག་རེ་བསམ་བློ་བཏང་གི་འདུག་ལ་ན། ཕྱི་དོན་རེད་ཟེར་ནས་བསམ་བློ་བཏང་གི་འདུག་འཛིན་གྱི་འདུག་དེའི་རྒྱུ་མཚན་གྱིས་དེ་ཕྱི་དོན་བཞག་པ་རེད།

བཟུང་རྣམ་དང་འཛིན་རྣམ་གྱི་ཚུལ་གཉིས། དེ་ནས་རང་རིག་གྲུབ་པའི་རིགས་པས་དཔྱད་ན། རང་རིག་འབྲས་བུར་རིག། རང་རིག་གྲུབ་པའི་གྱི་རིགས་པས་ཀྱི་ཅེས་གསུངས་པ་ཡིན་ན། དེ་ནི་རང་རིག་དེ་འབྲས་བུ་ལ་རུང་གི་ཡོད་རེད། དང་ན་བཞིན་དབང་ཤེས་ཀྱི་ཡིན་པའི་རྒྱུ་མཚན་ག་རེ། རང་རེ་གྲུབ་པོ་རིག་པའི་ཅུང་ཟད་འགའ་རེ་དབང་བཞི་ཀྱི་རང་དུས་སུ་སྣང་བ་འདི། ཤེས་པ་རང་གི་བདག་ཉིད་དུ་གྱུར་པའི་གཟུགས་སྣང་ཡིན་པའི་ཕྱིར། ད་དབང་བཞི་ཀྱི་རང་དུས་སུ་སྣང་བ་ཟད་དེ། ད་ཆ་གསང་རྙོག་དྲ་དེ་ནས་ཐུག་ཡོད་རེད་དབང་བཞི་ཀྱི་རང་དུས་སུ་སྣང་བ་ཟད་གྱུར་བ་འདི། ད་ཡིན་ན་མིན་ན་དབྱིན་སྐད་དུ་སྨྲ་སོང key point འདྲ་བ་དེ། སྣང་བ་ཟད་དེ་རེད་དོ་དབང་བཞི་ཀྱི་རང་དུས་སུ་སྣང་བ། དབང་བཞི་ཀྱི་རང་དུས་སུ་སྣང་བ་འདི་ལ་དཔྱད་པ་འདྲ་མི་འདྲ་བཏང་དགོས་ཀྱི་འདུག་ཨ། དབང་ཤེས་ཀྱི་རང་དུ་སུ་སྣང་བ་དེ་གཟུང་རྣམ་འདིར་བ་ན་གཟུང་རྣམ་འདི་ལ་གནས་ཡིན་དང། འགྱུར་བ་མང་པོ་ཐེབས་འགྲོ་གི་འདུག་ཨ་ཁོ། དབང་ཤེས་ཀྱི་རང་དུ་སུ་སྣང་བ་འདི་ལ། ད་དབང་ཤེས་ཀྱི་རང་དུ་སུ་སྣང་བ་འདི་ལ་གཉིས་ཡོད་རེད། ཨ་ནི་གཟུང་རྣམ་གྱི་ཆ་གཅིག་དང་རང་གི་སྣང་བ་གཉིས་ཡོད་རེད་བ། ཡུལ་གྱི་སྣང་བ་གཅིག་དང་རང་གི་སྣང་བ་ཟེར་གཉིས་ཡོང་གི་ཡོད་རེད་བ་སྣང་བ་འདི་ལ། དབང་ཤེས་ཀྱི་རང་དུ་སུ་སྣང་བ་འདི་ལ་ཡང་ཡུལ་གྱི་སྣང་བ་དང་རང་གི་སྣང་བ་ཟེར་ནས་གཉིས་ཡོང་གི་ཡོད་རེད། ཡུལ་གྱི་སྣང་བ་འདི་ལ་མིང་འགའ་བསླབ་ཀྱི་རེད་གཟུང་རྣམ། རང་གིས་སྣང་བ་དེ་ལ་ག་ལ་ཡོད་རེ་འཛིན་ནམ་ཟེར་ནས་འོ་དུས་བྱས་ནས་དབང་ཤེས་ཀྱིས་རང་དུས་སུ་སྣང་བ་དེ་ལ་རང་གིས་སྣང་བ་དང་ཡུལ་གྱིས་སྣང་བ། ཡུལ་གྱིས་སྣང་བ་དེ་བཟུང་ནམ་རང་གིས་སྣང་བ་དེ་འཛིན་ནམ་ཟེར་ནས་འོ་དུས་བྱས་ནས་གྲོགས་གོག་ཡོད་རེད། ད་དབང་ཤེས་ཀྱི་རང་དུས་སུ་སྣང་བ་དེ་ཤེས་པ་རང་གི་བདག་ཉིད་དུ་གྱུར་པའི་བཟུང་ན་མིན་པའི་ཕྱིར། འོ་ད་རང་རིག་སྒྲུབ་པའི་རིགས་པས་དཔྱད་པའི་ཚེ་ན་ནི་རང་རིག་དེ་འབྲས་བུར་ཆགས་ཀྱི་རེད། རྒྱུ་མཚན་ག་རེ་བྱས་ནས་ལ་དེ་དབང་ཤེས་ཀྱི་རང་དུས་སུ་སྣང་བ་དེ་ལ་དཔྱད་པ་བཏང་སོང་ན། དེ་ཁོ། ཡིན་རྒྱུ་ཤེས་པ་རང་གིས་བདག་ཉིད་དུ་གྱུར་པའི་གཟུང་རྣམ་ཆགས་ཏེ་ཡོད་རེད། ཤེས་པ་རང་གིས་བདག་ཉིད་དུ་གྱུར་པ་རེད། ཤེས་པ་རང་བཞིན་ཤེས་པ་ཡིན་པ་རེད་ད། ཤེས་པ་རང་གིས་གྱུར་པའི་གཟུང་རྣམ་ལ་ན་ཕྱི་རོལ་གྱི་རྣམ་པ་སྣང་བའི་ཤེས་པ་དེ་རེད། དེ་འདྲ་ཡིན་པ་ལ་བརྟེན་ནས་གཟུང་རྣམ་རེད། ཨ་ནི་མ་བྱས་ན། དབང་ཤེས་ཀྱི་རང་དུས་སུ་སྣང་བའི་ཡུལ་གྱི་སྣང་བ་དེ་ཕྱི་དོན་རེད་མ་བྱས་ན་རོ། དབང་ཤེས་ཀྱི་རང་དུས་སུ་སྣང་བ་ལ་གཉིས་ཡོད་པའི་སྣང་ནས་ཡུལ་གྱི་རྣམ་པ་དེ་ལ་མ་བྱས་ན། ཁོ་ཕྱི་དོན་རེད། རྒྱུ་མཚན།

བདག་གི་གཞུང་གི་སྐབས་དོན་གཉིས་ཀ་ལ་སྦྱར་བ་དུ་འགྲོ་སོང་བ། བདག་གཞུང་གཞལ་བྱ་གཉིས་ཀ་ལ་སྦྱར་བ། མདོ་སྡེ་པའི་ལུགས་ལ་ཕྱི་དོན་ལྐོག་ལྟ་མོ་གཞལ་བྱ། རྣམ་རིག་པའི་ལུགས་ལ་ཐ་སྙད་དུ་ཕྱི་དོན་གཞལ་བྱར་ཐལ་པའི་ཚུལ་སྔར་བཤད་ཟིན་གོང་དུ་བཤད་ཚར་བ་རེད། འདིས་ཀྱང་གཉིས་ཀའི་ལུགས་སུ་གྲུབ། འོ་ན་འདི་ལ་ཙམ་མ་ལ། མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀྱི་ཀྱི་ལུགས་ལ་ཕྱི་དོན་ཤར་སྦྱར་འབྲི་གི་འདུག་ཨ། སེམས་ཙམ་པའི་ལུགས་ལ་ཡང་ཕྱི་དོན་ཤར་སྦྱར་འདུག་མདོ་སྡེ་པའི་ལུགས་ལ་ཡང་ཕྱི་དོན་ཤར་སྦྱར་འདུག་ཨ། དེའི་རྒྱུ་མཚན་བསམ་བློ་བཏང་པ་ཡིན་ན་ཡང། ཚན་པའི་གསུམ་པ་དེ་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་ལ་སྦྱར་ཡས་འདུག། ད་གསུམ་པ་ཡང་སྒྲ་གཉིས་ཀ་ལ་སྦྱར་བ།

དེ་ག་འདྲས་རེད་ལབ་དུས། ཕྱི་དོན་ཞར་བྱ། གཟུང་རྣམ་ཚད་མ། དཔྱད་ན། འབྲས་བུ་དེ་དཔྱད་ན་རང་རིག་མ་དཔྱད་ན་གདོན་རིག་ཟེར་ནས་མདོ་སྡེ་པ་ལ་ཡང་བྱ་རེད་དེ་འདྲ་ཡོད་རེད། མདོ་སྡེ་པ་ལ་དེ་འདྲ་སྦྱར་དགོས་རེད་ཡང་ཟེར་སྦྱར་དེ་སྐབས་སུ། གཟུང་རྣམ་ཞར་བྱ་ལ་རང་རིག་འབྲས་བུ་ཡིན་པ་མ་ཟད། དེ་ལྟ་ཡང་ཟེར་དེ་སྐབས་མ་ཟད་དེ་གི་ཚིག་དེ་ཤུགས་བརྟན་པོ་གླེགས་ཡོད་རོ་ད་ལྟ་བར་དུ་ད་འགྲེལ་བཤད་མང་པོ་བརྒྱབ་ས་རེད་མ་ཟད། བདག་གི་ནམ་རྒྱུན་དུ་ཕལ་སྐད་འདི་མ་ཚད་ཟེར་དེ་རོ། ཁོ་གིས་བརྗེད་པ་མ་ཚད་ངས་ཡང་བརྗེད་ཀྱི་ཡིན་ཟེར་གྱི་ཚིག་དེ་འདྲ་ཡོད་རུང་ཡང་འདྲ་དེ་ལས་སྤི་ཀོས་དེ་འདྲ་ལས་ཀྱི་རུང་ཨ། ཁོ། ཁོ་འགྲོ་གི་ཡོད་པ་མ་ཚད་ང་ཡང་འགྲོ་གི་ཡིན་ཟེར་ནས་ད་ནམ་རྒྱུན་དུ་ཡང་འདྲ་དེ་གིས་མ་ཚད་མ་ཟེར་ཟེར་ཤུགས་ཤུགས་ཆེན་པོ་བསྟན་གྱི་ཡོད་རུང་ཨ། འོ་དུས་ཟེར་ནས་ད་དེ་ལ་མ་ཟེར་ཟེར་ཚིག་དེ་བསྟན་བསྟན་གར་ཟ་སླད་དུ་འོ་དེ་ལ། གཞལ་བྱ་ལ་རང་རིག་འབྲས་བུ་ཡོད་པ་མ་ཟད། གཞལ་བྱ། གཟུང་རྣམ་གཞལ་བྱ་བཞག་པའི་སྐབས་སུ་རང་རིག་འབྲས་བུར་ཡོད་པ་མ་ཟད།

དག་ན་ཅི་སེམས་ཙམ་པ་ལ་སྦྱར་བའི་ཚེ་རྣམ་རིག་པ་ལ་སྦྱར་བའི་ཚེ། རིག་པས་དཔྱད་པའི་ཚེ་ཕྱི་དོན་མེད་མོད། ཐ་སྙད་དུ་ཕྱི་དོན་ཡོད་ན་ཡང་ཞེས་སྦྱར་བར་བྱ། འོ་ད་གོང་དུ་བློ་དང་རྣམ་པ་དབྱེར་མེད་ཀྱང་ཟེར་ཚིག་དེ་འགྲོ་བ་རེད། མི་འགྲོ་བ་བློ་དང་རྣམ་པ་དབྱེར་མེད་ཀྱང་ཟེར་ནས་གོང་དུ་ཅིག་འགྲོ་སོང་བ་ཁ་ཚང་ཉེ། ག་རེ་གསུང་དགོས་རེད། རྣམ་རིག་པ་བརྒྱ་པའི་ཚེ་རིག་པས་དཔྱད་པའི་ཚེ་དོ། རྣམ་རིག་པས་དཔྱད་པའི་ཚེ། ཕྱི་དོན་ཡོད་མ་རེད་ཟེར་རོ། ཕྱི་དོན་ཡོད་མ་རེད། ཡིན་པ་ཡིན་ན་ཡང་ཐ་སྙད་དུ། ཕྱི་དོན་ཡོད་ན་ཡང་ཞལ་སྦྱར་བར་བྱ་བ་ཡིན། ཐ་སྙད་དུ་ཕྱི་དོན་ཡོད་པ་ཡིན་ན་ཡང། སྤྱད་ན་གར་ཆག་གི་རེད་གོ། ཐ་སྙད་དུ་ཕྱི་དོན་ཡོད་རེད་དེ། ཡིན་ན་ཡང་སྤྱད་ན་ཕྱི་དོན་མེད་ཟེར་སྐད་ཆ་ཞིག་བྱ་རེ་ཡོད་རོགས་ད། སེམས་ཙམ་པ་ལ་དེ་འདྲ་བྱ་དགོས་རེད། ཐ་སྙད་དུ། ད་ཐ་སྙད་ཟེར་བའི་སྐབས་སུ་ད་གིན་གི་ཞོགས་གས། ད་ཐ་སྙད་ཟེར་གི་ངེས་པ་བློ་ཡི་ཐ་སྙད་ཟེར་འགྲོ་སོང་ཨ། ངེས་པ་བློ་ཡི་ཐ་སྙད་ཀྱི་ངོ་ལ་ཕྱི་དོན་ཡོད་པ་ཡིན་ན་ཡང། ཨ་ནི། ཅེས་གསུངས་པ་ཡིན་ན། ཕྱི་དོན་མེད་ཟེར་ནས་དེ་འདྲ་སྦྱར་དགོས་རེད། ཡང་སྒྲ་དེ་སྦྱར་དུས་སྐབས་སུ་ཕྱི་དྲོ་སྡོད་ནས་ཡོད་ན་ཡང་སྲིད་བོད་ཀྱི་ཡང་སྒྲ་དེ། མདོ་སྡེ་པ་དང་སེམས་ཙམ་པ་ལ་སྦྱར་དུས་སྐབས་སུ་དེ་འདྲ་སྦྱར་དགོས་རེད། ཡོད་ན་ཡང་ཞེས་སྦྱར་བར་བྱ་བ་ཡིན་པས། འདིའི་ཀྱང་གཉིས་ཀའི་ལུགས་སུ་འགྲོ། ཡང་སྒྲ་འདིའི་ཀྱང། ཚན་རེ་གསུམ་པ་དེ་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀའི་ལུགས་སུ་སྦྱར་བ་ཡིན། གཉིས་ཀའི་ལུགས་སུ་གྲུབ་པ་ཡིན། ད་བཞི་པ་ཚད་མ་གཉིས་ཀ་ལ་སྦྱར་བ།

རེད་བ། མདོ་སྡེ་པ་དང་སེམས་ཙམ་པ་གཉིས་ཆར་གྱི་ཁས་ལེན་དགོས་ཏེ། ག་རེ་བྱས་ནས་ལ་དེ་སྔ་མའི་ལ་ན་མདོ་སྡེ་པས། མདོ་སྡེ་པས་ཕྱི་དོན་ལྐོག་ན་མོ་གཞལ་བྱ་བྱས་པའི་ཚེ། དེའི་བཤད་པའི་རྣམ་པ་ཚད་མར་འདོད་ཅིང། ཟེར་བ་ཡ། ད་འདི་གོང་དུ་ག་ཚང་ཀ་ནི། འགྲོ་སོང་བ་གསལ་པོ་ཞེ་དྲག་བགྲོས་པ་རེད་ད་དེ་ཚོ་ཞེ་དྲག་འགྲེལ་བཤད་མ་བརྒྱབ་ན་ཡང་གོ་ཐུབ་ཀི་རེད། སྔ་མའི་ལ་དེ་མདོ་སྡེ་པས། ཕྱི་དོན་ལྐོག་ན་མོ་གཞལ་བྱ་བྱས་པའི་ཚེ། དེའི་ལ་དེའི་སྐབས་སུ་ཕྱི་དོན་ལྐོག་ན་མོ་དེའི། བཞག་པའི་རྣམ་པ་སེ། འོན་ཏེ་བཞག་པའི་རྣམ་དོན་དུ་བཅས་པ་ཟད་དུ་རོ་བ་དག་བཞག་པའི་རྣམ་པ་ལགས་ན། དེའི་རྣམ་དོན་དུ་བཅས་པ་དེ་ཚད་མ་ཡིན་ཟེར་ནས་མདོ་སྡེ་པ་གིས་དེ་འདྲ་བསྡད་ཀྱི་འདུག་ཟེར་འདི་ལ་གཟུང་རྣམ་ཟེར་ཡོད་རེད། ཕྱི་མའི་སེམས་ཙམ་པས། ཐ་སྙད་དུ་ཕྱི་དོན་ཤེས་བྱ་བྱེད་པའི་ཚེ་ཐ་སྙད་དུ་དོན་རིག་པར་འཇོག་དགོས་ལ། དེ་ཡང་དོན་གྱི་རྣམ་པ་ཅན་གྱི་གཟུང་རྣམ་ཁོ་ནས་འཇོག་ནུས་ཀྱི་གཞན་གྱིས་ནི་འཇོག་མི་ནུས་པའི་ཕྱིར་རོ།

མདོ་སྡེ་པ་དང་སེམས་ཙམ་པ་གཉིས་ཀ་གིས་ཁས་བླང་གི་ཡོད་རེད། འབྲས་བུ་ལ་དཔྱད་ན་རང་རིག་ཡིན་པ་དང། འབྲས་བུ་ལ་མ་དཔྱད་ན་གདོན་རིག་ཡིན་པ་དེ་སེམས་ཙམ་པ། མདོ་སྡེ་པ་གཉིས་ཀ་གིས་ཁས་བླང་གི་རེད། ག་རེ་བྱས་ནས། ཕྱི་དོན་ཤར་བྱ། གཟུང་རྣམ་ཚད་མ་ཟེར་ལབ་པ་རེད། ཕྱི་དོན་ཤར་བྱ་གཟུང་རྣམ་ཚད་མ། དེའི་སྐབས་སུ། མ་དཔྱད་ན། འབྲས་བུ་གདོན་རིག་མངོན་སུམ་ཆགས་ཀྱི་རེད། དེའི་སྐབས་སུ་དཔྱད་སོང་ན། འབྲས་བུ་དེ་རང་རིག་མངོན་སུམ་ཆགས་འགྲོ་གི་རེད། བྱས་ཙང་འདི་མདོ་སྡེ་པ་དང་སེམས་ཙམ་པ་གཉིས་ཆ་གི་ཁས་ལེན་གྱི་རེད། ད་དེ་ཁས་ལངས་སུ་ག་འདྲ་རེད་ཟེར་ན། དང་པོ་མདོ་སྡེ་པ་ཤེས་ཀྱི་འདུག་མདོ་སྡེ་པས། མདོ་སྡེ་པས་ཀྱི་ཁས་ལངས་སུ་དེ་འདྲ་རེད་ཟེར། ཕྱི་དོན་བཞག་བྱ་བྱེད་པའི་ཚེ་ཚུར་གཉིས་སྒྲུབ་པར་འདོད་ཟེར་བ་དང། ཕྱི་དོན་བཞག་བྱ་བྱེད་པའི་སྐབས་ལ། བློ་ལ་ཡང་ཚུལ་གཉིས་ཡོད་རེད། ད་བློ་ལ་ཚུལ་གཉིས་བློ་ལ་ཚུལ་གཉིས་ཡོད་པ་དེ་ད་གིན་གོང་དུ་ཞུས་པ་ཡིན། སྤྱི་དང། གཟུང་རྣམ་དང་འཛིན་རྣམ་ཟེར་དེ་རེད་ད་ཚུལ་གཉིས་ཡོང་ཐང་དེ། ཕྱི་དོན། བཞག་བྱ་བྱེད་པའི་ཚེ། དབང་ཤེས་ལ་རང་དུས་སུ་སྣང་བ་ལ་གཉིས་ཡོང་གི་རེད། ད་གཉིས་དེ་འདི་རང་རེད་ཡུལ་གྱི་སྣང་བ་དང། རང་གིས་གནང་བ། དེ་གཉིས་ལ་གཟུང་རྣམ་དང་འཛིན་རྣམ་གྱི་བློ་ཚུར་གཉིས་ཟིན་ནས་སྒྲུབ་དགོས་ཀྱི་ཡོད་རེད། རེད་བ། འདི་དེ་ཡིན་གྱི་མིན་གྱི་ཕྱི་ཚུལ་གཞལ་བྱ་འབྱེད་པའི་སྐབས་སུ་གླེགས་དགོས་རེད་ཡིན་གྱི་མིན་གྱི་དཔེར་ན། བུམ་འཛིན་མངོན་སུམ་གཅིག་གཉིས་ལ་བློ་ཚུལ་གཉིས་གླེགས་ཀྱི་རེད། བུམ་འཛིན་མངོན་སུམ་བློ་གཅིག་གཉིས་ལ་བློ་ཚུལ་གཉིས་ག་འདྲ་གླེགས་ཀྱི་རེད་ཟེར་ན། བུམ་འཛིན་མངོན་སུམ་རང་དུས་སུ་སྣང་བ་གི་རྣམ་པ་ཆེའོ་རེད་རང་དུས་སུ་སྣང་བ་ཆེའོ་རེད། རང་དུས་སུ་སྣང་བ་དེ་ལ་གཉིས་ཡོང་གི་ཡོད་རེད། ཡུལ་གྱི་སྣང་བ་སྤྱི་དང་རང་གི་སྣང་བ་ཟེར་ནས་གཉིས་ཡོང་གི་ཡོད་རེད། དེ་བུམ་འཛིན་མངོན་སུམ་ཁྲི་སྟོང་ཞག་བརྒྱ་བརྒྱ། བུམ་པ། ཁྲི་སྟོང་བུམ་པ་ཡུལ་དུ་བརྗེས་པའི་ཚེ། བུམ་འཛིན་མངོན་སུམ་རང་དུས་སུ། བུམ་འཛིན་མངོན་སུམ་ཁོ་རང་ཡོད་པའི་དུས་སུ། ཡུལ་གྱི་སྣང་བ་སྤྱི་དང། རང་གི་སྣང་བ་ཨཱ་ས་ནས་གཉིས་ཡོང་གི་ཡོད་རེད། དེ་འདྲེས་ཀྱི་སྒོ་ནས་བློ་ཚུལ་གཉིས་ཡོད་པར་སྒྲུབ་ཀྱི་ཡོད་རེད། བློ་ཚུལ་གཉིས་ཡོད་པར་སྒྲུབས། ད་དེ་ཚོའི་སྐོར་དུ་འོག་ལ་གླེགས་རེ་བསྡུ།

ཆོས་དོན་རྟོགས་པར་བསྒྲུབ་པའི་ཚེ། འབྲས་བུ་སྡོང་རིགས་འབྱུང། རོ་ཨ་ཡ། གཟུང་རྣམ་མཚན་མ་དེ་གའི། ཆོས་དོན་རྟོགས་པར་བསྒྲུབ་པའི་ཚེ། འབྲས་བུ་སྡོང་རིགས། གཟུང་རྣམ་མཚན་མ་དེ་གའི། རང་གི་སྣང་བ་རྟོགས་པར་བསྒྲུབ་པའི་ཚེ། འབྲས་བུ་དེ་རང་རིག། སྒྲོ་འགོག་དུ་བ། དེ་ཁ་སང་ཚིག་སྒྲོ་སོང་བ་དགོངས་ལ་རང། རོ་ཨ། བྱས་ཙང། དེའི་རྗེས་ནས་ག་རེ་སླེབས་པ་རེད། གཟུང་རྣམ། མཚན་པར་བྱེད་པའི་སྐབས་སུ་འབྲས་བུ་དོན་རིག་ཡིན་པས་མ་ཁྱབ། འཛིན་རྣམ་མཚན་པར་བྱེད་པའི་སྐབས་སུ་འབྲས་བུ་རང་རིག་ཡིན་པས་ཁྱབ་ཟེར་ནས་གོང་དུ་སྤྲོ་སོང་ང། བྱས་ཙང། འཛིན་རྣམ་མཚན་མར་བཞག་ནས། འབྲས་བུ་རང་རིག་ཏུ་ངེས་ཀྱང། གཟུང་རྣམ་མཚན་མར་བྱེད་པའི་ཚེ། འབྲས་བུ་དོན་རིག་ཏུ་མ་ངེས། བྱུང་མཚན། གཟུང་རྣམ་མཚན་པར་བྱས་ནས། གཟུང་རྣམ་མཚན་མ་དེ་གི། ཕྱི་དོན་རྟོགས་པར་གྲུབ་པའི་ཚེ་འབྲས་བུ་དོན་རིག་འབྱུང་ལ།

གཟུང་འཛིན་རྫས་གཞན་པ་མེད་པས་ཚེ་སྨྲ་ན་ཚེ་སྐྱེས་ན་རོ། སྐྱེས་ན། སེམས་སེམས་ཙམ་པ་ལ་སྐྱེས་གསུངས་པ་ཡིན་ན། གཟུང་བ་ཟད་དེ་ཡོད་མ་རེད་འཛིན་པ་ཟད་ཀྱི་ཐ་དད་པ་ཡོད་མ་རེད། གཟུང་འཛིན་རིགས་གསུམ་ཐ་དད་པ་ཡོད་མ་རེད། ད་ལྟ་འདི་ལ་གཟུང་འཛིན་རྫས་གཞན་པ་མེད། གཟུང་བ་དང་འཛིན་པ་གཉིས་པོ་རྫས་གཞན་པ་ཡོད་མ་རེད། རྒྱུ་མཚན་དེ་ཉིད་ཀྱི་ཕྱིར་ན་དཔྱད་ན་རང་རིག་འབྲས་བུ་ཡིན། ཟེར་འོ། ད། གཟུང་བ་དང་འཛིན་པ་གཉིས་པོ་དེ། རྫས་གཞན་མེད་པའི་རྒྱུ་མཚན་གྱིས། འཛིན་པ་ཁོ་རང། ཁོ་རང་གིས་རིག་པ་རེད། རེད་བ། འཛིན་པ་སྐྱེས་སོང་ན། ད་མ་སྐྱེས་ན་ནི། ཨ་ནི། ཨ། ག་རེ། གཟུང་རྣམ་དེ་གི། ཕྱི་དོན། རྟོགས་ཀྱི་ཡོད་པའི་ཟོལ་རྒྱག་གི་ཡོད། རེད་བ། ཡིན་ན་ཡང། སྐྱེས་སོང་པ་ཡིན་ན། གཟུང་རྣམ་དང་འཛིན་རྣམ་གཉིས་པོ་དེ། མཛད་བཞིན་མེད་པ་ཡིན་ཙང་རང་གིས་རང་རིག་པ་ཟས་ཀྱི་སྒྲུབ་གྲོགས་དུ་བ་རང་གིས་རང་རིག་པ་ཟས་ཀྱི་སྒྲུབ་གྲོགས་དུས་སྐབས་སུ། དེ་ནི་འབྲས་བུ་རང་རིག་སྒྲུབ་གྲོགས་རེད། མཛད་བཞིན་པ་མེད་པས་དཔྱད་ན་རང་རིག་འབྲས་བུ་ཡིན་པ་ལས་འོས་མེད། ད་དཔྱད་གསུངས་པ་ཡིན་ན་རང་རིག་འབྲས་བུ་ཆག་གོ་རེད་མ་གཏོགས། དེ་ལས་ལོགས་སུ་བརྒྱུད་སྤེལ་གྱི་ཞེན་པ་ལ་གོ་སྐབས་རྩ་བ་ནས་རུང་གི་མ་རེད། དེ་ཡོད་མེད་པའི་ཕྱིར་ནི་རུང་གི་མ་རེད། ཡོད་མེད་པའི་དེ་མ་གཏོགས་གཞན་དུ་ཡོད་འགྲོ་ས་ཡོད་མ་རེད་ཟེར་སྐད་ཆ་དེ་རོ་ད། རང་རེ་འབྲས་བུ་མ་གཏོགས་གཞན་འགྲོ་ས་རྩ་བར་ནས་ཡོད་མ་རེད། ཡོད་མེད་པའི་ཕྱིར། དེས་ཀྱང། འོ་དེ་འདྲས་ཀྱི་འབྲས་བུ། དཔྱད་པ་དེས་ཀྱང། གཉིས་སྐད་ཀྱི་ལུགས་སུ་གྲུབ། ཚན་རིག་གསུམ་པ་དེ། མདོ་སྡེ་པ་དང་སེམས་ཙམ་པའི་གཉིས་སྐད་ཀྱི་ལུགས་སུ་སྦྱར་བ་ཡིན་པ་གཅིག། གྲུབ་ཐུབ་ཀྱི་འདུག། གཉིས་སྐད་ཀྱི་ལུགས་སུ་གྲུབ་བོ། འོ་ཡ། ད་དེ་བཞག་ཞུ།